གཞུང་འབྲེལ་མ་ཡིས་ཚོགས་པ་ཡིན་པའི་རྒྱུ་ལས་འདས་མ་རེད། གཞུང་གི་རྒྱུ་ལས་གཞུང་གི་རྒྱུ་ལས་མ་རེད། ཚོགས་པ་ཆུང་ཆུང་གི་རྒྱུ་ལས་མ་རེད། སྐྱིད་སྡུག་གི་རྒྱུ་ལས་མ་རེད། ང་མི་མང་དཀྱུས་མ་ཞིག་ཡིན། ང་བོད་པ་ཅིག་ཡིན། ད་ངོ་ཉེ་ཆར་ཕྱི་ཟླ་བདུན་པའི་ད་རེས་དུས་ཉིན་མོ་དེ་ལ་ངས་འོས་བསྡུ་ཞིག་བཟོས་པ་ཡིན། ཚོད་ལྟའི་གསུམ་པ་ནས་ཀྱི་གནས་ཚུལ་ཞི་བ་དུ་སྤ་རོ་ནང་ལོགས་ལ SFT གི་དང་བསྟན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྐལ་བདུན་ཁོ་རང་ལ་སྐད་འབོད་ཀྱི་ལས་འགུལ་སྤེལ་བ་རེད། དང་ནང་བཞིན་བུ་མོ་གཉིས་དང་བུ་གཅིག་དམག་མིའི་སེམས་ཡོད་རེད། འོས་གྲོལ་ཅིག་བཟོས་རག་སོང་མདང་དགོང་དེ་བུ་ལ་ང་རང་གིས་ནད་མ་འཁྱག་ནས་མ་ཐོན་པ་ཡིན། དོན་གྱི་གཙོ་བོ་དེ་ག་རེ་ཞེ་ན། ང་ཚོ་གི་བོད་པའི་གི་གསར་འགྱུར་བ་གསར་འགོད་པ་པར་རྒྱག་མཁན་ཅིག་ཡོད་རེད་བ། དེ་ཚོ་མཐོང་ཨེ་མི་འདུག་ལད་དེ་རེད་དངོས་གནས་མཐོང་ཨེ་མི་འདུག།

ད་ན་ཞིག་ཁོ་རང་ཚོ་མི་རེད་ག་བ་ཡིན་ན་ལས་ཁུང་ནས་ཕག་ལས་ཁུ་ཨ་ལས་ཁུ་ག་བ་སྤེལ་བ་ན་ངའི་མོ་ར་དེ་ལེགས་ཡོད་རེད་འདུག་ལྕ་ལག་ཡོད་རེད་མི་ཡོད་རེད་སའུན་ཡོད་རེད་དར་ཆ་ཡོད་རེད་བེ་ནར་ཡོད་རེད་སྤྱི་འགྲིག་ཨ་པོ་སྟོར་ཡོད་རེད་ཚང་མ་གྱི་ཆུ་ཡོད་རེད་ཨའི་སི་ཡོད་རེད་ཨའི་སི་བོག་ཡོད་རེད་ཚང་མ་གྱི་ངའི་མོ་ར་བུ་ལ་རེད་སྐད་འབོད་ཚང་མ་གཞོན་ནུ་གི་གོ་སྒྲིག་བྱེད་ཀྱི་ཡོད་རེད་མ་ནི་མ་ནི་ཚང་མ་གཞུང་འབྲེལ་མ་ཡི་ཚོགས་པ་གི་བྱེད་ཀྱི་ཡོད་རེད་ཡིན་ན་ང་ལེགས་ཡོད་རེད།

གསར་འགོད་པའི་བྱེད་སྟངས་དེ་ག་འདྲའི་དུ་སླ་བ་ཡིན་ན། ཚོགས་གཙོ་ལགས་དེ་རིང་ག་རེ་ཆགས་ཤག་ཚོགས་གཙོ་ལགས་ག་རེ་ཆགས་ཚོགས་གཙོ་ཁོ་རང་བིཟི་རེད་རྟག་པར་བིཟི་རེད་བིཟི་རེད། ཁོ་ཉིན་མ་གཅིག་ལ་ཚོད་དུ་གཉིས་གསུམ་ཉལ་རག་ན་བཞི་བོ་ཉལ་རག་རེད། ད་ལྟ་ས་གནས་གཞོན་ནུ་རེད་ད། ནིའུ་ཡོག་ལ་ནིའུ་ཇོར་སི་ས་གནས་གཞོན་ནུ། སང་ཉིན་ལས་ཁུར་ག་འདྲ་རེད་ལས་ཁུར་གི་ཚང་མ་ལས་ཁུར་བྲེལ་ལ་རེད། ཚོགས་འདུ་ཚོགས་འོག་དགོས་རེད་རྟག་པར་ཚོགས་འདུ་སྐད་འབོད་རྒྱག་སའི་ཚོགས་འདུ་རེད་ཁོང་ཚོ་མི་ཐུག་འོག་དགོས་རེད་མི་ཆུན་པོ་ཐུག་འོག་དགོས་རེད་ཚང་མ་ཚོགས་འདུ་རེད་རྒྱུན་ལས་ཚོགས་འདུ་སོགས་ས་ཉིན program list ཚང་མ་བྲིས་དགོས་རེད། བྲིས་འབྲེལ་བྱེད་ཡོད་རེད། ཁོ་ཚོར་གནས་སྟངས་དེ་ཉན་ཧ་གོ་ཡོད། ཡིན་ན་ཡང་ད་ནི་ང་ཚོ་གསར་འགོད་པ་དེ་ཚོ་གིས་ཕིལ་ཁོ་རང་ལ་དོན་ནི་ལས་རོགས་ཞིག་སླེ་ཞུ་རེད་ཁྱེད་རང་ཚོ་བོད་པ་རེད་བ། རྒན་འཁོགས་དེ་ཚོ་སླེ་ཐུབ་ས་ལགས། ཁྱེད་རང་ཚོ་ག་རེ་ཆིག་སླེ་ཐུབ་ས་མ་རེད་ཁྱེད་རང་ཚོ་ཡོད་ན་མེད་ན་ད་ནི་ཚགས་པར་དེ་བཀྲ་མེད་དེ་རེད་བ་ལེ་ཨ་ཁོ་རང། ཡིན་ནི་ཅི་བ་ན། གནས་ཚུལ། ག་རེ་ཆགས་མ་ཆགས་སོགས་ཤུལ་མི་ཆོས་ལ་མ་སྤྲད་མེད་དེ་རེད་བ། ཁྱེད་རང་ཚོས་ལས་ཀ་འདི་རང་རེད་ལས་ཞུ་ཡ་ཡིན། ཁྱེད་རང་ཚོ་ལ་ཚོ་སྐད་སྐད་རྒྱལ་ཡས་དང་ཟས་བྱས་ངོ་བོ་དོད་ཡས་དང། ཆུ་བཀྲ་མེད་དེ་ལས་ཀ་མ་རེད། ཁྱེད་རང་ཚོའི་ལས་ཀ་ང་ཚོ་མི་མང་གི་སྐད་འབོད་རྒྱལ་ཡས་དེ་ག་རེ་བྱེད་ཀྱི་འདུག་དེ་ཕ་མི་མང་ལ་སྟོན་ཡས་རེད། གཅིག་འདི་རེད། གཉིས་བ་དེ་ལ། དབྱིན་ཇི་གསར་འགོད་བ། དྭང་ཞོ། རང་བཙན་བློ་དབང་གིས་སྐུ་ལུས་མེ་སྲི་བཏང་ནས་དྭང་ཞོ་ཚགས་པར་གོ་བ་དོད་རེད།

སྐར་མ་སྐར་མ Second Second ལ། ད་ང་ཚོ་བོད་པ་གིས་ད་སློབ་ཆུང་ལ་འཇོན་ཐང་ལ་འདི་སྟོན་དགོས་སྟོན་ཡན་གྱི་ལས་འགན་རེད་བསམ་གོ་འདུག། ང་ཚོ་ཕ་མ་དེ་ཚོ་སྙིང་མ་ལག་གི་ཡོད་པ། བོད་སྤྱི་བའི་དོན་དུ་ལས་ཀ་བྱེད་དགོས་རེད་བོད་སྤྱི་བའི་ཞབས་ཕྱི་ཞུ་འོ་ལེ་དེ་ད་ལྟ་དངོས་གནས་རེད་ཤག། ད་ལྟ FCT པུའུ་ཚང་མ་བོད་པ་རེད། བོད་པར་ད་གལ་ཆེ་ཁུ་ལས་ཀ་བྱེད་ཚང་མ་དེ། པུའུ་ཆུང་ཆུང་ཀྱང་དེ་ན་གཞོན་ཤ་ཟ་རེད་ཚང་མ། ག་འདྲའི་བོད་ར་རྒྱག་གི་འདུག། དྲ་རྒྱ་ལ་གང་དྲག་གི་མིག་གི་ཚིག་འདི་འདྲ་ཁྲིད་ཡོང་བ་ན་གང་དྲག་གི་ཁོང་ཚོ་གི་གདོང་ལེན་བྱེད་གི་འདུག། གཉིས་པ་དེ་ལ་ས་གནས་གཞོན་ནུ་གིས་ག་བ་ཡིན་ན་ཁ་པར་བཏང་ནས་ཅིག་བྱས་ནས་དྲ་རྒྱ་རེད་ག་རེ་ཡིན་ན་ཚང་མ་ས་གནས་གཞོན་ནུ་གིས་འགན་ཁུར་ནས་བྱེད་གི་ཡོད་རེད། ཚང་མ་གཞོན་སྐྱེས་བོ་རེད་ད།